ཁོ་ན་ཚོ་ད་ང་ཚོ་སྤྱི་ལ་དང་ཨེ་འདྲེ་འཁོར་མི་སྒེར་ཡིན་ནས་བྲིས་པ་ང་ཚོ་གཞུང་གིས་ནས་བྲིས་པ་ཨ་མ་སྤྱི་ལ་ཞོགས་སུ་མེད་རྒྱོ་འཁོར་འདུག་ཁོ་ན་ཚོ་ཨ་ནི་དེ་རི་ཞྭ་ད་ད་འདི་ཙོ་ར་དེ་ཚེ་དེ་ཚེ་ལས་དེ་རྒྱོ་དེ་གི་ཨ་ནི་ཉ་ལ་ཚོ་ཨེ་འགྲོ་འགྲོན་དོ་ཡང་ད་མ་དངུལ་ཨ་དེང་གི་ང་ཚོ་ང་ད་ཙུག་གི་ཙུག་ཀྲང་ཕ་ཚོ་བགྲོ་གླེང་བྱེད་དུས་ཙམ་པ་ད་དངུལ་ཐད་ལ་དཀའ་ངལ་ལས་སུ་ཡོད་པ་འདྲ་ཁོ་ན་ཚོ་ཨ་ནི་ངས་ད་ད་སྐད་ཚ་བ་དེ་མི

རིག་སྟོང་དགའ་དགའ་སྐྱིད་སྐྱིད་ཚུལ་བསྙན་ཐུང་རིག་ཞགས་ན་ཡོང་བཀའ་དྲིན་ཆེ། རྗེ་བཙུན་སྒྲོལ་མ་ཁྱེད་ཀྱིས་བདག་དང་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ཚེ་དང་བསོད་ནམས་འཕེལ་ཞིང་རྒྱས་བར་མཛད་དུ་གསོལ་བདག་གི་ཚེ་བསྲིང་བར་མཛད་དུ་གསོལ་ནད་དང་དོན་ཞི་བར་མཛད་དུ་གསོལ་སྡིག་སྒྲིབ་ཐམས་ཅད་བྱང་བར་མཛད་དུ་གསོལ་མཆོག་དང་ཐུན་མོང་གི་དངོས་གྲུབ་མྱུར་དུ་ཐོབ་པར་མཛད་དུ་གསོལ། མདོ་དང་རྒྱུད་སྡེ་རྒྱ་མཚོའི་དམ་ཆོས་ཀུན་ལེགས་པར་རྟོགས་ནས་གཞན་ལ་སྟོན་པ་དང་ཚུལ་བཞིན་སྒྲུབ་པའི་རྒྱལ་མཚན་འཛིན་པ་ལ་གོ་བ་མ་གཏོགས་བར་དུ་བརྩོན་པ། ཆུ་དང་བསོད་ནམས་འཕེལ་ཞིང་རྒྱས་བར་མཛད་དུ་གསོལ་བདག་གི་ཚེ་བསྲིང་བར་མཛད་དུ་གསོལ་ནད་དང་མཐུན། ཡང་བོད་ཀྱི་གུར་མཁན་གྱི་སྤུན་ཟླ་རྣམ་པར། ངས་དེ་རིང་ཕྱིའི་རྣམ་པར་སྐད་ཅིག་གུར་བཟློག་ཚུལ་ག་རེ་རེད་ཟེར་དུས་ང་ཚོའི་ཤ་རུ་པགས་ཀྱི་གསེང་ན་བསྙལ་གྱི་ཡོད་རེད་བསྙལ་འདི་ཡི་སྟེང་དུ་རི་མོ་གཅིག་ངེས་པར་དུ་འགོད་གི་རེད། དེ་ག་རེ་རེད་ཟེར་དུས་ད་ང་ཚོའི་ཕུ་ནུ་སྤུན་ཟླ་མིང་སྲིང་འདི་ཚོ་དཀའ་ཁག་ཆེ་བུའི་གི་སྐབས་ཡང་ན་ཁོང་ཚོ་ལ་ང་ཚོ་དགོངས་འཁོར་ཡོད་པའི་གི་སྐབས་འདི་ན་ལ་ང་ཚོས་གོང་པ་གོང་རིམ་ནས་གོང་རིམ་ཁ་ལ་བབས་པའི་གི་སོགས་རང་གི་ནུས་པ་ལ་བབས་པའི་གི་འཇོན་ནུས་ཀྱིས་བཏང་སྟེ་ལས་ཁ་ཡོད་ཚད་དེ་ཞོགས་རྩིས་བཅས་ལ་འཇོག་སྟེ་ད་ཁོང་ཚོས་གི་ཆེད་དུ་ལས་ཁ་ལས་དགོས་ཀྱི་དེ་ད་ཕྱིའུ་ཀྱི་བརྙན་གི་སྟེང་དུ་དགོས་པའི་གི་རི་མོ་གྱི་རེད། དེ་མིན་དྲ་ཐོག་འདི་ན་ལ་ད་ང་ཚོས་གི། ཐོག་མིའི་གི་རྩོད་པ་རྒྱབ་རྒྱུ། ཡང་ན་ང་ཚོས་གི་ཐོག་མིའི་གི་འཁྲབ་སྟོན་བྱེད་རྒྱུ། ཡང་ན་ཐོག་མིའི་གི་མི་ཚེ་ཟེར་རྒྱུ་འདྲ་བོ་དང། ཡང་ན་ང་ཚོས་གི་ཆེད་ཆང་ཁང་ཨར་ཁང་བ་ཁང་འདི་ཚོའི་གི་ནང་དུ་མི་ཚེ་འདྲ་བོ་ཅིག་བཟོས་ཏེ་ཁོང་རྣམས། ཀཱ་ལིའི་གར་ཁྲིད་ཁག་ནང་ང་དང་འབྲེལ་བ་མེད་སྙམ་པའི་གིས་འདི་འདྲིའི་གིས་གཏམ་མི་ཚད་ཐོག་མའི་རྫོགས་རྒྱུ་དེ་བརྙན་གྱི་སྟེང་དུ་མེད་དགོས་པའི་གིས་ད་རི་མོ་བརྒྱད་རེ་བཞག་ཟེར། དེ་འདྲ་ཡིན་དུས་དེ་རིང་ང་ཚོ་དིང་རི་གི་ཕྱོགས་སུ་བསྐྱོད་པ་རེད། ང་ཚོས་ལ་རྒྱ་ཆོས་སྒར་དེ་ང་ཚོས་གི་གྲོང་ཚོ་རེ་རེ་ལྟར་ཚུད་འདི་གི་ནང་དུ་ང་ཚོས་གི་གྲོང་ཚོ་གྲོང་མི་སྐྱོ་བ་ན་ཚ་ཕོ་པ་ཁམས་པ་ཞིག་པ་ག་འདྲ་ཀྱི་འདུག་དེ་ཡིན་ནས་སྐྱ་ལག་འདི་ཚོ་རྒྱ་ར་རྒྱལ་ཁའི་ནང་དུ་གཡོག་མ་བཞག་པར་ད་ས་ཆུ་རྒྱལ་ལ་གཡོག་མ་བཞག་པར་ང་ཚོས་གི་ཅིག་ཡིད་ཆེས་གནང་མཁན་གྱི་ད་ཕུན་དུ་བུ་རྣམས་མིང་སྲིང་རྣམ་པས་ཀྱི་ང་ཚོའི་ཀྱི་ལག་པ་ལ་བཞག་པའི་ཀྱི་སྐྱ་དངོས་དེ་ཁོ་ཚོའི་ཀྱི་ལག་པའི་ཀྱི་ནང་དུ་རེ་རེ་ད་ལོག་འོས་བསྡུ་དེ་ནས་ཕྱིན་པ་རེད། ངས་ཆེན་པོ་ཀྱི་བྱས་ཡོད་མང་པོ་ཀྱི་ལས་ཡོད་ཟེར་ཀྱི་མེད་དེ་ང་ཚོའི་གང་ལས་པ་དེ་ཡང་ཐག་ཅིག་དང་སྤུས་ཐག་ཅིག་གྲོབ་དགོས་ཀྱི་དེ་དེ་བས་ཀྱང་ཧར་འགངས་ཆེ་བ་ཀྱི་རེད། དེ་འདྲའི་ཡུལ་དུ་རྣམ་པ་ཚོ་ཁྱེད་ཚོས་ཀྱིས་ང་ཚོས་ཀྱིས་ཅེས། མི་ཚེ་འདི་སྐྱེད་བྱེད་ན་རིང་པོ་ཅིག་རེད་དེ་སྐྱེད་བྱེད་ན་ཐུང་པོ་ཅིག་རེད། དེ་འདྲའི་གི་ཁྲོད་དུ་ང་ཚོས་ཀྱིས་མི་ཚེ་གི་རིན་ཐང་ཟེར་ཡ་དེ་ག་ནས་ཚུད་གོ་གི་འདུག་མི་ཚེ་གི་རིན་ཐང་ཟེར་ཡ་དེ་ག་འདྲི་ཅིག་གི་ཐོག་ཏུ་གྲོབ་གོ་གི་འདུག་འོ་དེ་བསམ་བློ་གཏང་རྒྱུ་གལ་ཆེན་པོ་ཅིག་རེད། དེ་རིང་གི་ལས་ཁ་འདི་ང་ཚོས་ཀྱི་ཚོགས་པ་འདི་ལྟ་བུ་ཡིན་ན་ངས་བྱས་པ་ཅིག་མ་རེད་ང་ཚོས་ཀྱི་ཚོགས་པ་འདིས་བྱས་པ་རེད། མ་ཟད་ང་ཚོས་ཀྱི་ཚོགས་པ་འདི་ལ་ཡིད་ཆེས་གནང་མཁན་གྱི་ཡུལ་མི་སྤུན་ཟླ་མང་པོ། དང། དེ་དང་དེ་བཞིན་ས་ཕྱོགས་གང་སར་གྱི་ང་ཚོའི་སྤུན་ཟླ་མང་པོས་ང་ཚོ་ལ་ད་ཡིད་ཆེས་འདྲ་བོ་ཅིག་བྱས་ཏེ་བསྐྱལ་ལ་ཀུན་གྱིས་འདི་ཚོས་གི་བྱས་པའི་གི་ལས་ཁ་ཅིག་རེད། དེ་འདྲ་ཡིན་དུས་རྣམ་པ་ཚོས། དོན་དུ་རྣམ་པར་ཀུན་ཏུ་ང་ཚོས་གི་ཅིག་ད་འདི་འདྲའི་གི་མཐུན་སྦྱར་དང་སྟོབས་ཤུགས་དང་མཉམ་ལས་འདི་ཚོ་ནི་ང་ཚོའི་གི་ཆེས་ནམ་མཁའ་ལས་ཆེ་བའི་གི་སྟོབས་ཤུགས་ཅིག་རེད་ལ་ཡང་ན་ང་ཚོའི་གི་ཅིག་རང་བྱུང་ལས་བྱུང་བའི་དཀའ་སྟུག་འང་མདོར་ན་དཀའ་སྟུག་ཡོད་ཚད་སེལ་ཚད་ཀྱི་ནུས་པ་ཆེ་ཤོས་ཅིག་ཡིན་པས་ང་ཚོ་དུས་དང་རྣམ་པར་ཀུན་ཏུ་མཐུན་སྒྲིལ་ལ་བརྩོན་ལེན་དང་ཡང་ན་ཡ་རབས་ལ་གོམ་པ་སྤོ་རྒྱུ་དང་མ་ཟད་ང་ཚོའི་གི་གནའ་བོའི་གི་སོར་རྒྱུན་མེས་པོ་གོང་མའི་གི་ཤོར་ཤག་འདི་ཚོ་ལ་ད་རང་གི་གང་ནུས་གི་ཅིག་སློབ་སྐྱོང་དང་ཡར་རྒྱས་གཏོང་རྒྱུ་དེ་གལ་ཆེན་པོ་གྱི་རེད། འོ་དེ་འདྲ་ཡིན་དུས་ངས་དེ་རིང་བཀོད་འདོད་པའི་སྐད་ཆ་འདི་འདི་ཡིན། ལ་སོ་ད་དེ་རིང། ཁ་སང་གི་བརྗོད་གཞི་དགེ་སྐུ་མཇལ་འཕྲད་ཁག་དང་འབྲེལ་བའི་གི་ཐོག་ནས། ཨ་ནི་ང་རང་གི་དེ་རིང་དེ་ལ་ཡ་ཁ་གསབ་འདྲ་བོ་དེ་བྱས་གི་ཡིན་ཨ། མ་གཞི་དེ་རིང། འཇམ་མགོན་བླ་མ་ད་ས་བན་རི་དང་ཀུན་དགའ་རྒྱ་མཚན་མཆོག་གི་འདི་ཆོས་ཀྱི་ཉིན་མོ་རེད་ང་ཚོས་དམ་པ་དེ་ཚོ་རྗེས་དྲན་བྱེད་དུས་དམ་པ་དེ་ཚོའི་གསུང་གི་ཐོག་ནས་གསུང་རྡོག་རྡོག་དེ་ཚོའི་ཐོག་ནས་རྗེས་དྲན་བྱས་པ་ཡིན་ན་རང་ཉིད་ལ་ཕན་གི་རེད་ང་ཚོ་སྤྱི་མཚུགས་ལ་ཡང་ཕན་གི་རེད། ཨ་ནི་ས་སྐྱ་བན་རི་དག་གི་ས་སྐྱ་ལས་བཤད་གི་ནང་ལ་འདི་འདྲི་གསུངས་འདུག་བ་རང་དོན་འབད་པས་སྒྲུབ་འདོད་ན་དེ་ཡི་དང་པོ་གཞན་དོན་སྒྲུབས་རང་དོན་ཁོ་ན་གཙོ་བྱས་པ་དེ་ཡི་རང་དོན་འགྲུབ་མི་སྲིད།

དེ་འདྲ་རྩ་བ་ནས་ནས་ལབ་ཡག་ཡོད་མ་རེད་མི་ཟེར་ཡག་དེ་ཁོ་རང་གི་སེམས་ཅན་འདྲ་གི་མ་རེད་པ། སྤུ་ལངས་འདྲ་གི་མ་རེད་པ་ཁང་མུད་པ་འདྲ་གི་མ་རེད་པ་སེམས་ཤུགས་འདྲ་གི་མ་རེད་པ། མ་ཟད་པའི་ང་ཚོའི་ད་རི་ཆེན་གསུམ་བཅད་དུས་ཙམ་པ་ལ་ཡ་ཉན་དུས་རང་རྒྱལ་རྒྱམ་སེང། སྔོ་ནག་དྲང་ནས་སྒྲ་བཅད་པ་དེ་ཚོའི་ཅན་སོ་སོའི་གི་གར་སི་གོ་རེད་རང་ཁོ་ནག་དཔེ་ཉག་ཉན་དུས་རང་རྒྱལ་འདྲ་བ་ཡིན་ན་ད་རང་ཁོ་ནག་སངས་རྒྱས་པའི་ཆེད་དུ་ཁོང་ཚོའི་གི་ཚུལ་འགྲོ་གི་ཡོད་རེད་དཀའ་བ་སྤྱད་གི་ཡོད་རེད།

ཡང་ག་ཅི་ཞིག་བསམ་གྱི་ཡོད་རེད་བ། ད་ངས་ད་ཅི་གང་འཇོན་གྱི་མི་འདུག་ང་ད་བདུད་པོ་ཞི་བ་རེད་བྱ། ངས་ད་རང་དོན་ཁོ་ན་གི་ཆེད་དུ་རང་དོན་སྒྲུབ་ཀྱི་འདུག་བསམ་ངན་ཡང་ཡོད་སྲིད་པ་རེད་དེ་ཡང་བདུད་པོ་མ་རེད། རང་དོན་ཁོ་ན་གི་ཆེད་དུ་རང་དོན་སྒྲུབ་བསྡད་པས་ནི་སོ་སོ་ཡི་དངོས་གནས་ཡིན་ད། རང་གི་དོན་དུ་ཚོང་བརྒྱབ་རང་གི་དོན་དུ་བ་དཀའ་ལས་བརྒྱབ་བསྡད་པས་ནི་ཡང་འགྲིག་གི་ཡོད་རེད། དངོས་གནས་བྱེད་ཀྱི་ཡིན་ད། དེ་ཡིན་དུས་ཚང་མ་ང་ཚོའི་གི་ཚད་གཞི་འདྲ་གི་མ་རེད་སྤྱི་ཚོགས་སྒང་ལ་ཡང་དེ་འདྲའི་གི་རིགས་མ་འདྲ་བ་མང་པོ་ཡོད་པ་རེད།

ལྟ་དགོས་གསུང་བ་རང་གི་དོན་དུ་གཞན་དོན་བསྒྲུབ་པ་དེ་ཡག་པོ་རེད་འདུག་བ། ཨོ་དེ་འདྲའི་རྗེས་ནས་ང་ཚོས་ཡུལ་མ་དབྱེ་བ་འདྲ་པོ་ཅིག་བྱས་ན་ཡག་པོ་ཡོད་རེད། དེ་ཁ་ཚང་ཞུས་པ་ནང་བཞིན་རེད། ང་ཚོས་དངོས་གནས་དྲ་གནས་ཁོང་ཚོའི་གི་ག་རེ་གི་ཆེད་དུ་ཡིན་རང་དོན་གི་ཆེད་དུ་ཡིན་གཞན་དོན་གི་ཆེད་དུ་ཡིན། ཁོང་ཚོའི་གི་སེམས་བསམ་པ་ཁོང་ཚོའི་གི་ཀུན་སླང་ཁོང་ཚོའི་གི་དམིགས་ཡུལ་དེ་ང་ཚོས་གི་ཚོད་དཔག་བྱེད་ཐོག་གི་མ་རེད།

ལགས་སོ་ད་དེ་རིང་ཧ་ཅང་གི་དུས་ཚོད་བཟང་པོ་རེད་ཨ་ནི་འཇང་དགུན་བླ་མ་ཚ་ཆ་དཔལ་འབྲི་དང་ཀུན་དགའ་རྒྱ་མཚན་ཆོས་དགའ་འདི་ཆོས་ཀྱི་ཉིན་མོ་རེད་ཨ་ནི་མཐའ་མ་ངའི་རེ་བ་ལ་ཡང་དངོས་གནས་དྲན་ནས་ང་ཚོའི་གི་འཇང་དགུན་བླ་མ་ཚ་དཔལ་འབྲི་དང་ཆོས་ཀྱི་དངོས་གནས་ཤེས་རབ་དང་སྙིང་རྗེ་ཁོ་རང་གི་ལྟ་བ་མཉམ་གནས་དེ་ཚོ་གི་འོད་སྣང་འདྲ་བོ་དེ་ང་ཚོ་བོད་ཁ་བ་ཅན་གྱི་ཞིང་ཁང་ལ་ཡང་ནས་ཡང་དུ་གསལ་བ་ཤོག་ཡང་ནས་ཡང་དུ་ཆགས་པ་ཤོག་ཟེར་ནས་ཨ་ནི་སྨོན་ལམ་ཅིག་ཞུ་གི་ཡིན་བཀྲ་ཤིས་བདེ་ལེགས། རྣམས་ལྷན་རྒྱས་སྐུ་ཁམས་བཟང། གུས་མོ་ནི་ཁྱེད་རྣམ་པའི་གྲོགས་མོ་པི་ཡམ་མཚོ་མོ་ཡིན། དེ་རིང་གུས་མོའི་ལྷན་རྒྱས་ལ་ཡང་གུས་མོ་རང་ཉིད་ནས་བྲིས་པའི་རྩོམ་ཡིག། བསང་སྙོམས་ལ་སྙིང་རྗེ་མེད་ཀྱང་མི་ཡུལ་ལ་བརྩེ་བས་ཁེངས་ཞེས་པ་འདི་ལྷན་རྒྱས་ལ་ཡང་མར་དགེ་སློབ་ཞུགས་ཡིན། རེ་བ་ལ་ཡང་ལྷན་རྒྱས་ཀྱིས་ངང་རྒྱུད་རིང་པོའི་ངང་ནས་གསན་རོགས། དུ་ཆེ་ན། འདི་ལོའི་སྤྱི་ཟླ་དང་པོའི་ཚེས་བདུན་ཉིན་གྱི་ཞོགས་པའི་སྐྱ་རེངས་དྭངས་བ་དང། ཉི་འོད་ཀྱི་འོད་ཟེར་རིམ་བཞིན་འཕྲོ་འཆར་ཡོད་པའི་དུས་ཀྱི་སྐྱེ་བ་དེ་འདྲ་ཞིག་ལ། ལྷིང་འཇགས་ཞི་བདེས་གནས་པའི་རི་བོ་ཇོ་མོ་གླང་མའི་འདབས་ཀྱི་གཙང་ལ་སྟོད་གཞུང་དིང་རི་དང་ལྷ་རྩེ་སོགས་ལ་སྙིང་རྗེ་མེད་པའི་བསང་སྙོམས་ཀྱི་འཇིགས་པ་ཆེན་པོ་བྱུང་བ་དང། རང་རིགས་ཀྱི་སྤུན་ཟླ་མང་པོར་བར་ཆད་མ་འཇིགས་པ་ཞིག་བྱུང། ངའི་ངོས་ནས་བཤད་ན་ཉིན་དེ་ནི་སེམས་ནང་དུ་སྐྱོ་གདུང་གི་མཆི་མ་ལྷུང་བའི་ཉིན་ཞིག་དང། མི་ཡུལ་གྱི་འདོན་འདྲ་གསོན་པོ་ཞིག་གིས་གནོད་ཆེན་པོ་བསྐྱལ་བ་ལྟ་བུའི་ཉིན་ཞིག། ཡང་སྒོས་སྤུན་ཟླ་མང་པོ་སྡུག་ལ་སྦྱར་བའི་བཀྲ་མི་ཤིས་པའི་ཉིན་ཞིག་ལ་བརྩི་བཞིན་ཡོད། ས་ཁུལ་ནི། གནོད་འཚེ་གཞན་དང་གཏན་ནས་མི་འདྲ་བར་དེ་ནི་དུས་ཚོད་དང་འདྲ་བར། ང་ཚོ་འགྲོ་བ་མིའི་རིགས་ཀྱིས་སྔོན་ནས་བཀག་འགོག་བྱེད་མི་ཐུབ་པའི་རང་བྱུང་གནོད་འཚེ་ཞིག་ཡིན་ལ། དེ་བས། ས་སྙོམས་ལ་སྙིང་རྗེ་མེད་སྟབས། གཏོར་བཤིག་གི་ནུས་པ་ཤུགས་ཆེན་ལྡན་ཡོད། དེར་བརྟེན། ད་ཐེངས་ཇོ་རི་འདབས་ཀྱི་ལ་སྟོད་པ་རྣམས་ཡང། ས་ཁུལ་དེ་ལས་གཡོལ་ཐབས་རྩ་བ་ནས་བྱུང་མེད་པས། ཁོང་རྣམ་པའི་མཛེས་སྡུག་ལྡན་པའི་ཁྱིམ་གཞིས་དང། དྭངས་ཤིང་གཙང་བའི་ཁོར་ཡུག། གཡོ་ལས་ཀྱི་ཟུར་ཙམ་མེད་པའི་སེམས་ཁམས་བཅས་ལ་རྨ་ཁ་ཆེན་པོ་ཞིག་གློ་བུར་དུ་གྲ་སྒྲིག་གང་ཡང་མེད་པའི་ཐོག་ནས་བཟོས་པ་ནི་ཤིན་ཏུ་སྐྱོ་ཤས་ཆེ་བའི་དོན་ཞིག་ལས་མ་འདས། ཡིན་ན་ཡང། ས་སྙོམས་ལ་སྙིང་རྗེ་མེད་ཀྱང་མི་ཡུལ་ལ་བརྩེ་བས་ཁེངས་ཞེས་པའི་དཔེ་བཞིན། གནས་ཚུལ་འདི་དངོས་སུ་དྲ་ཐོག་ཏུ་ཁྱེར་མ་ཐག། ཕྱོགས་གཅིག་ལ་དཀའ་ངལ་ཡོད་ན་ཕྱོགས་བཞི་མཚམས་བརྒྱད་ནས་རོགས་རམ་བྱེད་ཞེས་པ་ལྟར། ལྷག་བསམ་དག་པའི་མི་སྒེར་མང་པོ་ཞིག་དང་ད་དུང་འཁྱུག་ཡིག་ནང་གི་སྤུན་ཟླ་དྲ་རྒྱའི་མང་དག་ཅིག། དེ་མིན་གོང་རིམ་གྱི་རྒྱབ་སྐྱོར་དང་ཐབས་རྩ་ལྷན་ཚོགས་སོགས་ཀྱིས་གཞན་ཕན་གྱི་སྤྱོད་བཟང་མངོན་ཏེ། ས་སྙོམས་འཇིགས་པའི་གནོད་འཚེ་འཕྲོག་ཏུ་ཡོད་པའི་མང་ཚོགས་རྣམས་ལ་དགོན་པ་ཆུ་དུས་ལྟར་གྱི་འཐུང་བྱ་དང་བཟའ་ཆས། དེ་མིན་གྱི་བཅའ་ལག་མང་པོ་ཞིག་ཚ་ཚ་འུར་འུར་གྱིས་ཞལ་འདེབས་སྐྱོན་གནང་བ་དང། ལ་སྟོད་པའི་སྤུན་ཟླ་རྣམས་ལ། སེམས་ལ། རེ་བའི་གྲུ་སྐྱེས་ཤིག་སྦྱིན་གནང་བ་དང་མཐུན་སྒྲིལ་གྱི་སྟོབས་ཤུགས་མདུན་དུ་རང་ཉིད་གཅིག་པུར་ལུས་མེད་པའི་མྱོང་བ་ཞིག་དབང་མེད་དུ་སྦྱིན་བཞིན་འདུག་དེ་བས་ཀྱང། ད་ཐེངས་ཀྱི་ས་སྙོམས་ཁྲོད་ཀྲུང་ཧྭ་མི་རིགས་ཀྱི་གཅིག་ཕན་གཅིག་རོགས་ཀྱི་སྤྱོད་བཟང་མངོན་ཡོད་ལ། མི་རིགས་ཕན་ཚུན་དབར་གྱི་བརྩེ་སེམས་ཡང་མཚོན། སྐབས་འགར། ངས་འཁྱུག་དབྱིངས་དང་སྐད་འཕྲིན་སོགས་ཀྱི་ནང་ནས། མི་མང་པོ་ཞིག་གིས་ཉིན་མཚན་དཀའ་སྡུག་ལ་མི་འཛེམ་པར་དབོར་འདྲེན་ལས་ལ་ཞུགས་པ་དང། ས་ཡུལ་དངོས་ལ་དང་བླངས་ལས་ལ་ཞུགས་པ། དེ་མིན་བློ་མཐུན་ཉེན་རྟོག་པ་དང་ཨ་ཁུ་མེ་གསོད་རུ་མི་སོགས་ཁོང་རྣམ་པས་ཉིན་མཚན་ལྟོས་མེད་ཀྱིས་ས་ཡུལ་དངོས་ལ་ཉེན་ཁར་མི་འཛེམ་པར་གསོད་རྒྱབ་ཀྱི་ལས་ལ་གཞོལ་བ་ནི་རང་ལུས་ཐལ་བར་བཏང་སྟེ་གཞན་ལ་འོད་སྣང་སྦྱིན་མཁན་གྱི་ཡང་ལག་ཞིག་དང་ཀུན་ནས་མཚུངས་ལ། ང་ཚོ་བྱིས་པ་ཚོས་མིག་དཔེར་འོས་པའི་རླབས་ཆེན་བྱ་བ་ཞིག་ཀྱང་ཡིན། ད་ཐེངས་ཀྱི་ས་སྙོམས་ཁྲོད་ལ། བོད་ཀྱི་དགོན་བདག་ཁག་གི་གྲྭ་བཙུན་མང་པོ་ཞིག་གིས་དཔལ་འབྱོར་གྱི་ཞལ་འདེབས་མང་དག་ཞིག་གཡོལ་གནང་བ་དང། ས་སྙོམས་འཇིགས་པའི་ཁྲོད་ཀྱི་ཚེ་འདས་རྣམས་ལ་བསྔོ་བ་སྨོན་ལམ་གྲངས་མེད་གཡོལ་གནང་ཡོད། ཡང་སེམས་བཟང་ཅན་གྱི་མི་ཁ་ཅིག་གིས་ས་ཡུལ་དངོས་ལ་དངུལ་གྱི་ཞལ་འདེབས་མང་པོ་སྐྱོན་བཞིན་འདུག་གློ་བུར་དུ་སེམས་འགུལ་ཐེབས་དགོས་པ་ཞིག་ནི། མཚོའི་རྒྱབ་ཁྱི་ཞིག་གིས་མི་སུམ་ཅུ་སོ་དྲུག་གི་སྲོག་བསྐྱབས་ཀྱང། མཐའ་མཇུག་ཏུ་རང་ཉིད་ཀྱི་སྲོག་ཤོར་འདུག། རི་མོ་དེ་མཐོང་དུས་བདེན་རྫུན་གང་འདྲ་ཞིག་ཡིན་རུང་བུ་མོ་ངའི་སེམས་ནང་དེ་བས་ཀྱང་སྐྱིད་པོ་གཏན་ནས་མ་བྱུང། སྐབས་འགར་བརྙན་འཕྲིན་དང་འཁྱུག་ཡིག་ནང་ནས་གནོད་འཚེ་ཕོག་ཁུལ་གྱི་མི་རྣམས་ལ་སྨན་བཅོས་ལེགས་པོ་ཐོབ་པ་བཤད་ཀྱི་འདུག་ལ། གུས་མོས་ཡང་མཚམས་དེར་གཙང་ལ་སྡོད་ཕྱོགས་ཀྱི་སྤུན་ཟླ་ཡོངས་ཀྱི་ཚབ་ཞུས་ནས། ད་བར་བྱམས་སེམས་ཅན་གྱི་རོགས་སྐྱོར་གནང་མཁན་གྱི་མི་རྣམས་དང། ས་ཡུལ་དངོས་ཀྱི་འཚོལ་སྐྱབས་ལས་མི་ཡོངས། ད་དུང་གུང་རིགས་ཀྱི་དབུ་ཁྲིད་དང། ཐེབས་རྩ་ལྷན་ཚོགས་ཁག་གི་སྒྲིག་འཛུགས་ཡོངས་ལ། ཐལ་མོ་སྙིང་ལ་སྦྱར་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཆར་པ་བབས་པའི་རྗེས་ལ་འཇའ་ཚོན་ཤར། དཀའ་སྡུག་མྱངས་བའི་རྗེས་ལ་བདེ་སྐྱིད་ཐོབ། ཞེས་པའི་དཔེ་ལྟར། གནོད་འཚེ་ཕོག་ཡུལ་གྱི་ཁྱེད་རྣམས་ལ། ཐུགས་མ་སྐྱོ། ཡིད་མ་ཕངས་ཞེས་ཞུ་རྒྱུ་ཡིན་ལ། ང་ཚོ་མཉམ་དུ་འབད་ནས་ཁྱིམ་གཞིས་གསར་པོ་སྐྲུན་གྱི་ཡིན། དེང་རི་ཤུགས་བརྒྱབ། ལྷ་རྩེ་ཤུགས་བརྒྱབ། ང་ཚོ་ལྷན་དུ་ཡོད།